ལེགས་པའི་མཚན་ཉིད་ཀྱང་ཐམས་ཅད་ཚང་བ་དུག་དབང་གིས་ཤིན་ཏུ་དཀོན་པས་དེ་ལྟར་མ་རྙེད་ཀྱང་སྐྱོན་ཉུང་ཞིང་ཡོན་ཏན་མང་བ་བླ་མར་བཟུང་བར་བྱ་སྟེ། ཨ་ནི་ང་ཚོ་བླ་མ་མཚན་ཉིད་དང་ལྡན་པ་བླ་མ་ཡག་པོ་ཅིག་བསྟེན་དགོས་རེད་ཟེར་ནས་རྩ་བ་ཉིད་ནས་བླ་མ་ལ་བརྟག་བྱང་བྱེད་པ་མ་གཏོགས་བླ་མ་མ་བསྟེན་པར་བྱས་པ་ཡིན་ན་ཡང་འགྲིག་གི་མ་རེད། ཨ་ན་དེ་འདྲ་བའི་བླ་མ་དེ་ག་འདྲ་ཅིག་བསྟེན་དགོས་པ་རེད་ལབ་ན། ཡང་ནི་སྐྱོན་ཐམས་ཅད་སྤང་བ་ཅི། གཅིག་ནི་རང་ཉིད་ཀྱི་ལས་དང་བསོད་ནམས་ཀྱི་དབང་དང་གཉིས་ནི་དུས་ཀྱི་དབང་གིས་ཡོན་ཏན་ཐམས་ཅད་ཚང་བ་ཅི་ང་ཚོ་རྙེད་ཐུབ་པོ་མ་རེད། འོ་ན་ག་འདྲ་བསྟེན་དགོས་རེད་ལབ་དེ་གང་ལ་ཡོན་ཏན་གྱི་ཕྱོགས་མང་ཞིང། ཡང་ནི་སྐྱོན་གྱི་ཕྱོགས་ཉུང་བ། ཅི་ཐུབ་གང་ཐུབ་ཀྱིས། སངས་རྒྱས་དང་བྱང་ཆུབ་སེམས་དཔའི་གསུང་ནང་བཞིན་དུ་ཉམས་སུ་ལེན་མཁན། གང་ཐུབ་ཅི་ཐུབ་ཀྱིས་གཞན་ལ་ཕན་པ་བསྒྲུབ་མཁན་བསམ་པ་བཟང་པོ་ཡོད་མཁན་ཨོ་དེ་འདྲ་གི་བླ་མ་ཅིག་བསྟེན་ན་འགྲིག་གི་རེད་ཟེར་བ་དེ་འདྲ་རེད། དོན་དམ་ཉིན་པ་ལས་ད་དོན་དམ་ཉིན་པ་ཟེར་བ་འདི་བླ་མ་སུ་འདྲ་ཅིག་གི་གསུང་ཡིན་ན་ངས་ཧ་གོ་མ་སོང། གང་ལྟར་དོན་དམ་ཉིན་པ་ཟེར་བའི་གཞུང་དེའི་ནང་ལ་ག་རེ་གསུངས་ཡོད་པ་རེད་ལབ་ན་རྩོད་ལྡན་དབང་གིས་བླ་མ་སྐྱོན་དང་ཡོན་ཏན་འདྲིས་རྣམ་པ་ཀུན་ཏུ་སྡིག་དང་བྲལ་བ་ཡོད་མ་ཡིན། དེའི་ཕྱིར་ཡོན་ཏན་ལྷག་པ་ཡང་ནི་སླར་སྐྱེས་ནས་སྤུན་རྣམས་ཀྱིས་ནི་དེ་ལ་བསྟེན་པར་བྱའོ་ཞེས་གསུངས་པ་ལྟར་རོ། དོན་དུ་བསྙེན་པ་ཟེར་བའི་གཞུང་དེའི་ནང་ལ་རྩོད་ལྡན་གྱི་དུས་ཐ་མ་ཡང་ན་སྙིགས་མ་ལྔ་བདོ་བའི་དུས་འདི་འདྲ་བ་ལ་བླ་མ་སྐྱོན་དང་ཡོན་ཏན་གཉིས་ཀ་འདྲེས་ནས་ཡོད་པ་རེད། ཨ་ནི་སྐྱོན་ཐམས་ཅད་སྤངས་པ་ཡོན་ཏན་ཐམས་ཅད་ཡོངས་སུ་རྫོགས་པའི་ཆོས་སྐུ་སྤྲུལ་སྐུ་དང་གཅིག་པ་གཅིག་རྐྱང་གཅིག་ང་རང་ཚོ་རང་གི་བསོད་ནམས་ཡིན་ན་རེད་གདུལ་བྱའི་དབང་གི་ཡིན་ན་རེད་ང་ཚོ་ར་ཐུག་གི་མ་རེད། རྣམ་པ་ཀུན་ཏུ་སྡིག་དང་བྲལ་བའི་དགེ་བའི་བཤེས་གཉེན་རྣམ་པ་ཀུན་ཏུ་སྐྱོན་དང་བྲལ་བའི་དགེ་བའི་བཤེས་གཉེན་ཡང་ན་སྐྱོན་རྡུལ་ཙམ་ཡང་མཐོང་ཡ་མེད་པའི་དགེ་བའི་བཤེས་གཉེན་གཅིག་རྙེད་ཐུབ་གི་མ་རེད། དེའི་ཕྱིར་རྒྱུ་མཚན་དེའི་ཕྱིར་ན་ཡོན་ཏན་ལྷག་པ་ལེགས་སྐྱེས་ནི། སྐྱོན་དང་ཡོན་ཏན་གཉིས་ཀྱི་ནང་ལོགས་ནས་ཡོན་ཏན་ལྷག་པ་སྐྱོན་དང་ཡོན་ཏན་གཉིས་ཀྱི་ནང་ལོགས་ནི་ཡོན་ཏན་མང་བའོ། དེ་འདྲ་གཅིག་ལ་ལེགས་པར་སྤྱད་ནས། སྤུ་རྣམས། ཐེག་པ་ཆེན་པོ་ཆོས་ལ་ཉམས་སུ་ལེན་པར་འདོད་པའི། སྐལ་ལྡན་གྱི་སློབ་མ་རྣམས་ཀྱིས་སྐྱོན་དང་ཡོན་ཏན་གཉིས་ལས་ཡོན་ཏན་མང་བ་དེ་རང་གི་བླ་མ་ལ་བསྟེན་དགོས་པ་རེད། དེ་འདྲ་གསུངས་པ་རེད། དེ་འདྲ་གཅིག་རེད། མདོར་ན་སོ་ཐར་བྱང་སེམས་གསང་སྔགས་ཀྱི་བླ་མ་གང་འདྲ་གཅིག་ན་ཡང། ཇི་ཐུབ་གང་ཐུབ་ཀྱིས་དམ་པའི་ཆོས་དང་མཐུན་པ། འདོར་བ་དང་མཐུན་པ་བྱང་སེམས་དང་མཐུན་པ་རྒྱུད་དང་མཐུན་པའོ། དེ་འདྲ་ཅིག་བཙལ་ན་འགྲིག་གི་ཡོད་པ་རེད་མ་གཏོགས་སངས་རྒྱས་བཅོམ་ལྡན་འདས་སྣང་ཞིང་སྐྱོན་ཐམས་ཅད་སྤངས་ཡོན་ཏན་ཐམས་ཅད་ཡོངས་སུ་རྫོགས་པ་སྐྱོན་ཀུན་བྲལ་ཡོན་ཏན་ཀུན་ཚང་ངོ། དེ་འདྲ་ཅིག་དུས་ཐ་མ་འདི་ལ་རྙེད་དཀའ་བ་ཡིན་ཙང་སྐྱོན་དང་ཡོན་ཏན་གཉིས་ཀྱི་ནང་ལོགས་ནས་ཡོན་ཏན་མང་བ་དེ་བླ་མ་སྟོན་དགོས་པ་རེད་ཟེར་བ་དེ། དགེ་བའི་བཤེས་གཉེན་གྱི་མཚན་ཉིད་ལ་བརྟག་བྱང་བཤད་པའི་སྐབས་སུ་ཧ་ཅང་གལ་ཆེན་པོ་བརྩི་དགོས་པའོ་དེ་འདྲ་ཅིག་ཡིན་པ་རེད། དེ་ལྟར་མ་བྱས་པར་སྐྱོན་དགུན་ཁྲག་དང་ཡོན་ཏན་དགུན་ཚང་གི་བླ་མ་ཅིག་མ་རྙེད་བར་དུ་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་མ་བསྟེན་པ་ཡིན་ན་རང་ཉིད་ཀྱི་མི་ལུས་འཕྲོ་བརླགས་སུ་འགྲོ་བ་དེ་འདྲ་ཡིན་པ་རེད། དེ་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནི་མཚམས་བཞག་རྗོད་བྱེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།